ད་དྲན་དེ་ཕི་ལ་ཏཱ་ཕི་ཨ་རིའི་རང་བཙན་ཚོགས་ཁང་གི་མདུན་ཐང་ལ། རྒྱལ་སྤྱིའི་རང་བཙན་འཐབ་རྩོད་པ་རྒན་ཐུབ་བསྟན་ཆོས་ཉིད་ལགས་ཀྱིས། ད་ནང་ཉིན་གྱི་སུམ་ཅུའི་སྒེར་ལངས་ནས་འགོ་བཙུགས་ནས་ད་ལོ་འདི་གི་སུམ་ཅུའི་སྒེར་ལངས་ཀྱི་བར་ལ་ལོ་གཅིག་ཧྲིལ་པོ་ལ། བོད་རང་བཙན། ཁུངས་སྐྱེལ་བྱེད་ཡག་དང་བོད་རང་བཙན་སླར་གསོ་ལ་རྒྱབ་སྐྱོར་བརྩི་ཡག་གི་ཆེད་དུ། ལོ་གཅིག་ལྷོད་ཕུག་གི་ད་ལན་འགོར་སྐྱོར་བྱས་ནས་དེ་རིང་ཉི་མ་བརྒྱ་དང་ཉི་མ་ཉིས་བརྒྱ་སུམ་ཅུ་པ་དེ་འཁོར་གྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་དེ་རིང་གི་ཉིན་མོ་འདི་ལ་ང་ཚོ་ནིའུ་ཡོག་ནས། རྒྱལ་སྤྱིའི་རང་བཙན་ལས་འགུལ་བ་ཚེ་བརྟན་ལྷ་རྒྱལ་ལགས་དང། བསྟན་འཛིན་དབང་འདུས་ལགས་ས་འགའ་ལ་ད་ང་ཚོ་མི་བཞི་ད་ནང་ཞོགས་ཀྱི་ནིའུ་ཡོག་ནས་ཡར་ཐོན་བྱས་ནས་འདས། ཐུབ་བསྟན་ལགས་ཀྱི་ལས་འགུལ་དེ་ལ་མཉམ་ཞུགས་དང་རྒྱབ་སྐྱོར་བྱེད་ཡག་གི་ཆེད་དུ་འདས་སླེབས་ཡོད། ད་རྩ་བའི་ཆ་ནས་ཐུབ་བསྟན་ལགས་ཀྱི་ལས་འགུལ་འདི་སྤེལ་བྱས་ནས་དེ་རིང་ཉི་མ་ཉིས་བརྒྱ་སུམ་ཅུ་འཁོར་གྱི་ཡོད་རེད། ད་ནི་ཉི་མ་ཉིས་བརྒྱ་སུམ་ཅུ་དེ་གའི་རིན་གང་ལ་ད་དབྱར་ཁ་ཚ་བ་གི་དུས་ཚོད་ཡིན་ན་འདྲ་ད་ད་ལྟ་དགུན་ཁ་གངས་དང་རླུང་བུ་དང་ལྷགས་པ་དང་འཁྱེར་བ་ག་རེ་ཡོད་མེད་ལ་མ་ལྟོས་པའི་དུས་ཚོད་ཚང་མ་ལ་གདོང་ལེན་བྱེད་བྱས་ནས། གོང་ལྟར་དང་པོ་གི་འཆར་གཞི་དམ་བཅའ་ས་བསྒྲགས་གནང་བ་ནང་བཞིན་ལས་འགོར་དེ་རྒྱུན་མ་ཆད་པར་སྤེལ་བྱས་ནས་ད་ལྟ་རང་ཉིན་མ་ཉིན་བརྒྱ་སུམ་བཅུ་འཁོར་གྱི་ཡོད་པའི་ཆ་ནས་ང་ཚོ་བོད་པ་སྤྱི་འདིའི་ཆ་ནས་ནི་ང་ཚོའི་ངོས་ནས་ཐུབ་བསྟན་ཆོས་ཉིད་ལགས་དང་ཁོ་རང་གི་ནང་མི་ལ་སླར་ཡང་ཐུགས་རྗེ་ཆེ་ཞུ་གི་ཡོད། ད་རྩ་བའི་ཆ་ནས་ལས་འགོར་འདི་དང་འབྲེལ་བའི་ཐོག་ལ་སོ་སོ་འདྲ་བོ་སྐྱིད་ན་ཕར་ཆེར་འདས་ལ་ཐུགས་མ་སྐྱོ་བ་ཅིག་བཅའ་ཡ་བྱུང་སོང་དེ་དུས་ཡང་ཞུ་བ་ཡིན། དེ་རིང་ཞོལ་ལ་ད་འཛམ་གླིང་གི་རང་དབང་ལུང་པ་གི་ས་ཕྱོགས་གང་ས་ལ་ཡོད་ཉིན་གི་བཙན་བྱོལ་བོད་མི་ཚོ་གིས་ཐུབ་བསྟན་ལགས་ཀྱི་ལས་འགུལ་འདི་ལ་དངོས་ཤུགས་བརྒྱུད་གསུམ་ནས་རྒྱབ་སྐྱོར་མཉམ་ཞུགས་ཆ་ཤས་ལེན་དགོས་དེ་ང་ཚོ་ཚོ་མ་གི་འགན་ཆགས་བསྡད་ཀྱི་ཡོད་རེད་རྒྱུ་མཚན་ག་རེ་གྱི་རེད་ལབ་ན་ང་ཚོ་ཚོ་མ་བོད་པ་རེད་ང་ཚོ་ནང་ལོག་ལ་བསམ་ཚུལ་མ་མཐུན་བ་ཡོད་ཆོག་གི་རེད།

དེ་འདྲ་ཡིན་པའི་ཆ་ནས་ད་ལྟ་བར་དུ་ཡང་ཨ་རིའི་གི་མངའ་སྡེ་ཁག་ཁ་ཤས་ནས་ཕི་ལ་དྲ་བྷི་ཡ་ད་ལྟ་ནིའུ་ཡོག་གཙོ་བོ་བྱས་པའི་གི་བོད་པ་ག་ལ་གང་ཚང་གི་མུས་སུ་དེ་ལ་བཅར་བྱས་ནས་མཉམ་ཞུགས་གནང་བ་བྱུང་ཡོད་རེད་ད་དངོས་སུ་མཉམ་ཞུགས་གནང་མ་ཐུབ་དེ་ཉིན་ཐག་ཉེ་འབྲེལ་ཚོང་གི་ས་གནས་ཁག་གི་ད་ལོའི་སུམ་ཅུའི་སྒེར་ལངས་བར་དུ་ངེས་པར་དུ་ལས་འགུལ་འདི་ལ་མཉམ་ཞུགས་གནང་དགོས་ཏེ་ངའི་ངོས་ནས་གལ་ཆེན་པོ་བརྩི་གི་ཡོད་དེ་ནི། ད་ད་ལོག་གི་སུམ་ཅུའི་སྒེར་ལངས་ཀྱི་ཉིན་མོ་འདི་ལ་ཐུབ་བསྟན་ལགས་ཀྱི་ལས་འགུལ་འདི་མཇུག་སྒྲིལ་འགྲོ་གི་ཡོད་རེད། དེ་མཇུག་སྒྲིལ་བའི་སྐབས་ལ་ད་གཙོ་བོ་འདིའི་ལས་འགུལ་འདི་ལ་རྒྱབ་སྐྱོར་དང་གོ་ག་རེ་ལབ་དགོས་རེད། འབྲི་ཐུལ་བཟོ་དེ་ཉིན་བསྟན་འཛིན་དབང་འདུས་ལགས་དང་ཚེ་བརྟན་ལྷ་རྒྱ་ལགས་གཉིས་ཀྱི་སྣེ་ཁྲིད་འགན་འཁུར་ནས་ད་ལོའི་སུམ་ཅུའི་སྒེར་ལངས་ཀྱི་ད་ཉིན་མོ་དེ་ལ་ཐུབ་བསྟན་ལགས་ཀྱི་ལས་འགུལ་འདི་མཇུག་སྒྲིལ་གྱི་མཇུག་བསྡོམས་ཀྱི་མཛད་སྒོ་དང། ཐུགས་རྗེ་ཆེ་ཞུ་གི་མཛད་སྒོ་བཅས་གོ་སྒྲིག་ཞུས་ཀྱི་ཡོད་རེད་དེ་བྱེད་དུས། མི་གང་མང་མང་གིས་དེ་དུས་མཉམ་ཞུགས་བྱེད་དགོས་ཡ་ཐག་ཉིན་རེ་ཚོང་གི་མི་མང་ཚོ་ལ་ངས་འབོད་སྐོར་དང་དྲན་སྐོར་ཞུ་གི་ཡོད། དེ་ནས་དེ་དང་མཉམ་དུ་ད་གིན་ཐུབ་བསྟན་ལགས་ཀྱི་ཟོར་གྱིས་སོང་སོང་ད་ང་ཚོ་གསུམ་བཅུའི་སྒལ་ལང་དེ་སླེབས་རོགས་ཡོད་རེད་སླེབས་ཡ་ལ་དུས་སོ་མང་པོ་ཡོད་མ་རེད་དེ་འདྲ་ཡིན་པའི་ཆ་ནས་ང་ཚོ་རང་དབང་ལུང་པ་ལ་ཡོད་ཉེན་གྱི་བོད་པ་ཚོ་གིས་གསུམ་བཅུའི་སྒལ་ལང་གི་ཉིན་མོ་ལ་ད་ལྟ་ནས་སོ་སོའི་ལས་ཀ་ནི་སྔ་ས་སར་དགོངས་པ་ཞུ་བྱས་ནས་ལས་ཁང་ལ་མཉམ་ཞུགས་དགོས་བ་དེ་གལ་ཆེན་པོ་ཞོད་ཆགས་བསྡད་ཀྱི་ཡོད་རེད། ང་ཚོ་ལོ་གཅིག་ལ་ཞག་པོ་སུམ་བརྒྱ་དྲུག་ཅུ་རེ་ལྔ་གི་ནང་ལོགས་ལ་ལས་འགུལ་ལ་ཞི་བ་མཉམ་ཞུགས་བྱེད་ཐུབ་ཀྱི་མེད་བ་ཡིན་ནམ་མ་མཐའ་ཡང་སུམ་ཅུའི་སྒལ་ལང་དེ་ལ་མཉམ་ཞུགས་དགོས་བ་དེ་ད་ང་ཚོ་གི་མ་མཐའི་འགན་ཞིག་ཆགས་བསྡད་ཡོད་རེད་དེ་ལ་ངེས་པར་དུ་མཉམ་ཞུགས་གནང་རོགས་བྱེད་ཞུ་གི་ཡོད། དེ་ནས་ང་ཚོ་བཙན་བྱོལ་ནང་ལོགས་ལ་ཉེ་བའི་གི་ལོ་ཁ་ཤས་ནང་ལོགས་ལ་ང་ཚོའི་འཐབ་རྩོད་ཉམས་ཆག་འགྲོ་ཡ་དང་དཀའ་ངལ་ཆེ་བ་གཅིག་དེ།

འཐབ་དགོས་ཀྱི་ཡོད་ན། ལས་འགུལ་ལ་མཉམ་ཞུགས་བྱེད་པའི་སྐབས་ལ་རྣམ་པ་ཚོགས་ཀྱི་ཁ་ཁ་རས་གང། མིག་ཤེལ་གང། སོ་སོ་གི་ཞྭ་མོ་གང་བྱས་ནས་སོ་སོས་དེ་འདྲ་བྱས་ནས་ད་ལས་འགུལ་ལ་མཉམ་ཞུགས་བྱས་པ་ཡིན་ན་ལས་ལས་འགུལ་ལ་ཡང་མཉམ་ཞུགས་བྱེད་ཐུབ་པ། སོ་སོ་ཡང་སྲུང་སྐྱོབ་བྱེད་ཐུབ་པ་དེ་ལམ་ཀ་མེད་པ་མ་རེད་དེ་ཡང་ངས་དྲན་གསོ་ཅིག་ཞུ་ཡག་གི་འདོད་པ་བྱུང་སོང། ད་དེ་ནས་མཐའ་མ་དེ་ངས་ག་རེ་ཞུ་ཡག་ཡིན་ལབ་ན། ད་ཉེ་བའི་ཉི་མ་ཁ་ཤས་ཀྱི་སྔོན་ལ་བོད་ནང་ལོགས་ལ། ཕ་ཡུལ་སྙེ་མོ་ནས་ཡིན་པའི་གི་རྒྱལ་གཅེས་དཔའ་མོ་ཚེ་རིང་ལགས་ད་རྒྱ་ནག་གི་འཛིན་བཟུང་གཅར་རྡུང་གི་འོག་ལ་ད་རྒྱ་ནག་གི་གོང་ད་དམར་གསོད་གཏོང་བ་ཆགས་བསྡད་ཀྱི་ཡོད་རེད་སྐུ་སྲོག་ཤོར་བ་ཆགས་བསྡད་ཀྱི་ཡོད་རེད། དེ་འབྲེལ་གི་བུ་མོ་ན་གཞོན་གཅིག་བོད་ལྗོངས་སློབ་གྲྭ་ཆེན་མོ་གི་མཐོ་རིམ་སློབ་གྲྭ་གི། ལོ་རིམ་གཉིས་པ་གི་སློབ་མ་ལོ་ཉི་ཤུ་རྩ་གྲངས་ཆེ་ཆོས་ཀྱིས་ད་གོང་ད་དགྲ་བོ་རྒྱ་ནག་གི།

ང་ཚོ་ཐམས་ཅད་ཀྱིས་ད་ལྟ་བཤད་ཀྱི་འདུག་མཐོ་རིམ་གྱི་ལས་རིགས་ཟེར་འདི་གཉིས་ཀ་ཞིག་གིས་ད་ད་ལྟ་བོད་འདི་ཅི་ཞིག་རེད་ཀ་བ་བཟང་ཤོས་ཅིག་རེད་ད་འདི་ལས་ལྡོག་འོས་ཅིག་ཡོང་ཡ་ཡོད་རེད་ལབ་གི་འདུག་རེད་ཅེས་གིས་ད་བོད་ལ་འདི་ལས་ལྡོག་འོས་ཅིག་གང་ཡང་ཡོང་ཡ་ཡོད་མ་རེད། བོད་རོགས་རླུང་རོགས་རྩེད་ཤོར། ཕ་ས་ཕ་ཡུལ་ཤོར། སོ་སོའི་དབུ་ཁྲིད་དང་གཞུང་མིག་ལུང་པ་ལ་སྦྱར། ད་ད་ལྟ་བོད་ནང་ལོགས་ལ་སོ་སོ་གིས་བུ་ཕྲུག་ཐོན་འགྲོ་བ་ཡིན་ན་ལས་ཕ་མ་ལ་རུ་བདག་པོ་རྒྱག་གི་ཐོབ་ཐང་དང་གནས་བབ་ཡོད་མ་རེད་ད་ང་ཚོ་ལ་འདི་ལས་ལྡོག་འོས་ག་རེ་ཡོང་ཡ་ཡོད་རེད་ད།

དེ་ནས་མི་རྒྱུ་མཚན་གྱི་དངོས་ཡོད་གནས་ཚུལ་དེ་ང་ཚོས་ཁས་ལེན་བྱེད་ཀྱི་ནི་ང་ཚོའི་གནས་བབ་སྐྱོ་བོ་དེ་སྐྱོ་བོ་ཡིན་པ་ཁས་ལེན་བྱས་པའི་ཐོག་ནས། གནས་བབ་སྐྱོ་བོ་འདི་འགྱུར་བ་ཅིག་གཏང་དགོས་ཀྱི་ཡོད་ན་ང་ཚོས་འཐབ་རྩོད་བྱེད། ང་ཚོས་རྒྱལ་ཁབ་སླར་གསོ་བྱས་ནས་ང་ཚོའི་གནས་བབ་སྐྱོ་བོ་འདི་ལ་འགྱུར་བ་གཏང་དགོས་ཀྱི་རེད་མ་གཏོགས། ང་ཚོ་འདི་འདྲ་གི་དགྲ་བོ་གི་བཙན་འཛུལ་འོག་ལ་མུ་མཐུད་གནས་ཀྱི་ནི། དགྲ་བོ་ལ་མགོ་སྒོར་བྱས་ནས་ང་ཚོ་ལ་གནས་བབ་ཡག་ཅིག་ཡོང་ཡ་མེད་བ་དེ་ལོ་དྲུག་ཅུ་དོན་བྱུང་གི་ར་སྤྲོད་ཚར་བ་རེད་དེ་ང་ཚོ་གི་ཧ་གོ་དགོས་ཡ་གལ་ཆེན་པོ་ཞིག་རེད། རྒྱལ་སྤྱིའི་དཔའ་མོ་ཚེ་དབང་ལགས། རྒྱ་ནག་གི་དམར་གསོད་གཏོང་དགོས་ཡ་འཛིན་བཟུང་བྱེད་དགོས་བ་གི་རྒྱུ་མཚན་ག་རེ་ཅན་རེད། དང་པོ་དེ་དགྲ་བོ་རྒྱ་ནག་གི་འགྱུར་བ་མེད་པའི་སྲིད་ཇུས་དེ་བོད་རྩ་མེད་བཟོ་ཡ་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་ལ་འགྱུར་བ་མེད་པའི་ཆ་ནས། བོད་དམག་ཚད་གྲངས་ལ་བོད་རང་སྐྱིད་ཡིན་པའི་ཆ་ནས་དགྲ་བོ་རྒྱ་ནག་གིས་གང་ལྟར་མེ་བ་བཟོས་པ་དེ་རྒྱུ་མཚན་དང་པོ་རེད། རྒྱུ་མཚན་གཉིས་པ་དེ་རྒྱལ་སྤྱིའི་དཔའ་མོ་ཚད་གྲངས་ལ་གསོན་པོ་བཞུགས་བསྡད་པའི་སྐབས་ལ་སློབ་གྲྭ་ནང་ལོགས་ལ་བོད་པ་ནང་ཁུལ་ལ་རོགས་པ་བྱེད་ཉེན། སློབ་དེབ་མེད་ཉེན་ལ་སློབ་དེབ་ཀྱི་རོགས་པ་བྱེད་ཉེན། སློབ་སྦྱོང་གི་གནས་ཚད་སྐྱུར་བ་ལ་ཡི་གེ་བསླབ་བྱས་ནས་རོགས་རམ་བྱེད་ཀྱི་མི་འདོར་དུས་ན་བོད་པ་ནང་ཁུལ་ལ་གཅིག་བརྩེ་བ། སྐྱིད་སེམས། རོགས་རམ་གྱི་བསམ་བློ་ཤུགས་ཆེན་པོ་ཡོང་ཉེན་གྱི་ཡོང་ཅི་བྱེད་མི་རྒྱུ་མཚན་གྱིས་དགྲ་བོ་རྒྱ་ནག་གི་འཛིན་བཟུང་བྱས་པ་དམར་གསོད་གཏོང་བ་ཆགས་བསྡད་ཀྱི་ཡོད་རེད་དེ་ང་ཚོས་ཧ་གོ་དགོས་ཀྱི་ཡོད། དེའི་དཔང་རྟགས་ཆེ་ཤོས་དེ་ག་རེ་རེད་ལབ་ན། རྒྱལ་གཅེས་དཔའ་མོ་ཚེ་སྒྲོན་ལགས་ཀྱི་ནང་མི་དེ། ས་གནས་ཀྱི་ཉེན་རྟོག་པ་ལ་སྐུ་ཕུང་ཚོར་སྤྲད་དགོས་ཀྱི་ཡོད་ག་རེ་བྱས་ནས་འཛིན་བཟུང་བྱས་པ་རེད་ལབ་ཅེས་ནས་སྐད་ཆ་དྲིས་པའི་སྐབས་ལ་ས་གནས་ཀྱི་འབྲེལ་ཡོད་ལས་བྱེད་ཀྱིས་ལན་ག་རེ་བརྒྱབ་ཡོད་ཟེར་ན། ང་ཚོའི་མོ་རོ་འཛིན་བཟུང་བྱས་ཡ་དེ་ལོ་གཅིག་གི་རིན་ཐང་ལ་ཞིབ་འཇུག་བྱེད་བྱས་ནས་ང་ཚོ་གིས་རྒྱུ་མཚན་མང་པོ་གི་ཐོག་ནས་མོ་འཛིན་བཟུང་བྱས་པ་ཆགས་ཡོད་ལན་དེ་འདྲ་ཅིག་བརྒྱབ་ཡོད་རེད། ལན་དེ་ནས་ག་རེ་ར་སྤྲོད་བྱེད་ཀྱི་ཡོད་ཟེར་ན། རྒྱལ་སྤྱིའི་དཔའ་མོ་ཚེ་སྒྲོན་ལགས། བོད་པ་ནང་ཁ་ལ་རོགས་རམ་བྱེད་ཉེན་ཅིག་ཡིན་པ། བོད་པ་ནང་པོ་ལས་བརྩེ་བ་ཡོད་པ། སྤྱི་སེམས་ཡོད་པའི་མི་བྱིངས་པའི་རྒྱུ་མཚན་གྱིས་དགྲ་བོ་རྒྱ་ནག་གི་མེས་པ་བཟོས་དེ་ཧ་ཅང་གི་གསལ་པོ་རེད། བོད་པ་གིས་བོད་པ་ལ་རོགས་རམ་བྱེད་པ་དེ་དགྲ་བོ་རྒྱ་ནག་དགའ་གི་མེད་པ་ཡིན་ན། ང་ཚོ་གིས་བསམ་བློ་ག་རེ་བཏང་དགོས་གི་ཟེར་ན་བོད་པ་ནང་པོ་ལ་མཐུན་སྒྲིལ་དགོས་ཡ། བོད་པ་ནང་པོ་ལ་སྤྱི་སེམས་དགོས་ཡ་དེ་ང་ཚོ་གིས་བསམ་བློ་གི་གཞི་རྩ་ལ་བཞག་དགོས་གི་ཡོད་པ་དེ་གནད་དོན་དེ་ནས་རག་གྲོལ་གི་ཡོད་རེད།

སྙེ་མོ་ཨ་མའི་ཐིག་ལེའི་ཆུ་དྲོངས་ལ་ཡག་དེ་བོད་ཀྱི་ཉེ་རབས་ཀྱི་རྟ་རྒྱལ་སྐྱིད་དཔའ་མོ་གི་ཡང་རྩེ་གཅིག་ཆགས་འདི་གི་ཡོད་རེད། མོ་རང་གི་སྣེ་ཁྲིད་ཕྱིན་ནས་སྙེ་མོ་གི་ས་ཁོར་དང་འགྲམ་འདྲེར་གྱི་རྫོང་ཧྭ་མོང་གོ་ལ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལ་རྒྱ་ནག་ལ་ངོ་རྒོལ་ཡར་ལངས་བྱེད་ཀྱི་ནས་ཞི་དྲག་གཉིས་ཀྱི་ཐོག་ནས་རྒྱ་ནག་གི་བཙན་འཛུལ་ལ་མི་སེར་སྤེལ་བའི་སྲིད་ཇུས་ལ་ངོ་རྒོལ་བྱེད་ཀྱི་ནས་ཧ་ལམ། ཟླ་བ་གསུམ་གྱི་རིང་གོང་ལ་སྙེ་མོ་རྩིས་སྤྲིད་ཀྱིས་སྙེ་མོ་དང་འདབས་འབྲེལ་གྱི་རྫོང་ཁང་མང་སླར་གསོ་བྱེད་པའི་གནད་དོན་བྱུང་ཡོད་རེད། ཉི་མ་བརྒྱ་བཅུ་ལྷག་ཟིན་གྱི་རིང་གོང་ལ། དེ་འབྲེལ་གྱི་རླབས་ཆེན་གྱི་ལས་འགུལ་སྣེ་ཁྲིད་མཁན་དེ་སྙེ་མོ་བ་ནི་ཁྲི་བོན་ཆུས་རོང་ཆགས་བསྡད་ཀྱི་ཡོད་རེད། མོ་རང་གིས་དེ་དུས་སྙེ་མོ་ནི་འགོ་གཙོ་བྱས་ནས་ཡར་ལངས་བྱེད་ཅེས་ནས་རྒྱ་ནག་གི་ས་གནས་ཀྱི་ཞི་དྲག་གཉིས་ཀྱི་དཔོན་རིགས་མང་པོ་དམར་གསོད་བཏང་བ། ཞི་དྲག་གཉིས་ཀྱི་ཐོག་ནས་ངོ་རྒོལ་བྱས་པའི་རྒྱུ་མཚན་གྱིས་མཐའ་མ་དེ་ལ་སྙེ་མོ་བ་ནི་ཁྲི་བོན་ཆུས་རོང་རྩིས་སྤྲིད་ཀྱིས་ད་བོད་པ་མང་པོ་ཅིག་གོང་ལྟར་དམར་གསོད་གཏོང་བ་ཆགས་འདི་གི་ཡོད་རེད། དེ་ནག་ཚོགས་ཀྱི་དེ་རིང་སྙེ་མོ་གི་རྒྱལ་སྤྱིའི་དཔའ་མོ་ཚེ་སྒྲོན་ལགས་ཀྱི་ལོ་རྒྱུས་བརྗེ་རེས་བྱེད་པ་དང་མཉམ་དུ་ནག་ཚོགས་ཀྱི་སྙེ་མོ་ཨ་ནེ་ཁྲི་ལེན་ཆུས་རོང་གི་རླབས་ཆེན་གྱི་ལོ་རྒྱུས་དེ་ལ་དྲན་གསོ་དགོས་པ་གལ་ཆེན་པོ་ཞུ་ཆགས་ཀྱི་ཡོད་རེད། ད་བོད་རང་བཙན་ཤོར་ཚར་བའི་གི་རྗེས་ལ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་སུམ་ཅུའི་སྒེར་ལངས་ཐེངས་པ་གཅིག་དང་པོ་བྱུང་ཚར་བའི་གི་རྗེས་ཀྱི་ད་བོད་ནང་ལ། གཞི་རྒྱ་ཆེ་ཤོས་ཀྱི་ངོ་རྒོལ་ཡར་ལངས། ཐེངས་མ། དང་པོ་འགྲོ་བ་དེ་ལྟ། གཞི་རྒྱ་ཆེ་ཤོས་དེ། ཟླ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེར་དགོས་ཀྱི། སྙེ་མོ་ཀྱི། ཡར་ལངས། དེ་བ་ནང་བཞིན་སྐབས་དེ་དུས་ཆབ་མདོ་དང་ནག་ཆུ་དང།

གང་རྒྱག་གི་ཡོད་རེད་བླུན་པོ་འདི་འདྲ་གི་གྲོགས་མོག་གི་ནོར་ལག་ལ་ཉི་མ་རྟག་པར་འདི་འདྲ་གི་ལས་འགོར་འདི་རྒྱུན་མ་ཆད་པ་དཔེར་གནང་བ་དེ་ལ་སེམས་གཏིང་ནས་དངོས་གནས་གི་གུས་འདུད་དང་བཀའ་དྲིན་ཆེ་ཞུ་བ་ཡིན་དེ་ཐུགས་ཆེ།